བྱས་ཙང་དེ་འགྲེལ་བཤད་རྒྱབ་དགོས་ཀྱི་མ་རེད་ཁྱེད་རང་ཚང་མ་མཁྱེན་པའི་དག་པོ་རེད I think ངའི་སྐད་ཆ་དེ་བརྗེད་པ་ཡིན་ནའི་གེ་དིག་གི་ཐ་མལ་གྱི་ཚིག་བཞི་དེ་ཐུགས་ལ་ངེས་པའི་ཐོག་ནས་བོད་མི་རིགས་ཀྱི་མིག་ཆུ་དང་བོད་མི་རིགས་ཀྱི་སྡུག་བསྔལ་དང་བོད་མི་རིགས་ཀྱི་འཐབ་རྩོད་དེ་མ་བྱས་པའི་ཕྱིར་ཆད་ལས་ང་ཚོ་གོམ་པ་མདུན་སྤོས་དེ་གནང་དགོས་ཀྱི་རེད་ཟེར་བྱས་བྱས་ན།
རྣམ་པ་ལས་འགལ་ཚང་མ་ལོག་ལ་ཡར་མཚམས་སྟེང་བཀྲ་ཤིས་བདེ་ལེགས་བྱ་འདི་ཞུ་བའི་ཡིན། ད་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བདུན་པའི་ཚེས་ཉི་ཤུ་རེད་ས་ཕུ་བོད་ཀྱི་ཉིང་འདི་རེད། ད་རིང་གི་ལན་ཅི་ཟེར་རོགས་གནང་གི་ལེ་ཚན་འདིའི་ནང་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་གྱི་མཇུག་བསྡོམས་མཛད་སྒོར་སྤྱི་འཐུས་ཚོགས་གཞོན་ལྕམ་སྐུ་སྒྲོལ་མ་ཚེ་རིང་མཆོག་གིས་མཇུག་བསྡོམས་གསུང་བཤད་གནང་བ་ཞིག་གཤམ་ལ་གསལ་བཤད་ཡོང་བ་ཞུ། དེ་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་ནས་མཇུག་བསྡོམས་མཛད་སྒོ་གསུང་བཤད་གནང་རྒྱུ།
མཆོག་ཏུ་མགུ་བར་འོས་པའི་གྱི། ཕྱི་དྲིལ་བཀའ་བློན་མཆོག། དེ་རིང་ད་ག། བཀྲིས་སྤོ་ལོ་གསོལ་མགྲོན་ཁང་ལ་ཡ། བོད་ཀྱི་རྒྱལ་སྤྱིའི། ན་གཞོན་འདུ་ཚོགས། འདིའི་སྟེང་ལ་ཡ། གལ་ཆེན་པོ་བྱས་རྗེས་ཕེབས་པའི་གི་བཀའ་སློབ་ལམ་སྐུ་འདོན་གནང་མཁན་རྣམ་པ། མཛའ་ཞིང་བརྩེ་བའི་གི་བོད་ཀྱི་ན་གཞོན་ཡོངས་ལ་ཡང་དེ་རིང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཐོག་ནས་དང་ང་རང་སྒེར་གྱི་ངོས་ནས་ཐོག་མ་དེ་ཚང་མ་ལོག་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བས་ཡིན། ད་དྷ་རམ་ས་ལ་ལ་ཡར་ཆར་ཞོད་འཚུབ་པ་དང་སྤྱི་ཟླ་བདུན་པ་ཟིན་པ། ད་ག་རང་བཞིན་དེ་དང་འབྲེལ་བའི་ཀི་ཨན་ནི། བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་གངས་ཅན་སྐྱིད་གཤོངས་དེ་ལ་ཡ་ཨན་ནི་ནུབ་ཕྱོགས་ཀྱི། གཞོན་སྐྱེས། རུ་ཁག་མང་པོ་བཞི་བོ་གཅིག་ཨན་ནི་གཅིག་བོད་ཀྱི། བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་རེད་བོད་ཀྱི་གནད་དོན་རྒྱུས་ལོན་བྱེད་མཁན་ཚ་ཚ་འུར་འུར་བྱས་བྱས་འདུག་ཕེབས་པ་བྱས་དུས་ཚ་ནས་སེམས་ནང་ལོག་ལ་ཡ་གངས་ཅན་སྐྱིད་གཤོངས་ཀྱི་ཁོར་ཡུག་འདི་གཞན་དང་མ་འདྲ་བའི་ཀི་ཨན་ནི་གཅིག་ཁ་གསུག་རེད་སྤྲོ་སྣང་འཕེལ་བའི་ཆེད་དང་ཨེ་ནི་ཅིག། ཚང་མས་ལྟ་ཡོང་དུས་ས་གནས་ཆེད་དགའ་བ་སྒོམ་དགོས་ཡས་ཅི་འདི་གནས་ཚུལ་ཅི་བྱུང་སོང་འདི་ཡོང་དགོས་ཡས་དགོས་པ་རྒྱུ་མཚན་གཙོ་བོ་ག་རེད་ཟེར་ན་ནུབ་ཕྱོགས་རྒྱལ་ཁབ་ནང་ལོག་ལི་ཡ་ད་སླབ་གྲ་རེད་མཐོ་སློབ་རེད་ཚང་མ་ལོག་དབྱར་ཁའི་གུང་སེང་ད་སྟབས་བསྟུན་བྱེད་བྱས་ནས་ང་ཚོས་ད་འདུག་བྱེད་བྱས་འདུག་འཛོམས་འདི། བོད་ཡིག་སློབ་ཁྲིད་གནང་ཡས་ཀྱི་ཨན་ནི་ན་གཞོན་གྱི་ཁ་སང་ར་ཐ་དེ་ཁ་ཕེ་གི་ཡོད་ནས་རེད་དེ་གས་དེ་ཁྲིད་སི་བི་རེད་ཨན་ནི་ཁ་སང་ར་ས་ར་བོད་ཀྱི་མཐོ་སློབ་རེད་དེ་འདྲ་མང་པོ་ཅིག་གི་ཐོག་ནས་ཨན་འདུག་སི་དྲེད་གནང་དེ་དུས་ས་ནས་ད་ག་རང་ནས་ང་རང་ཚོ་ག་རེ་ཚོགས་རེད་ཟེར་ན་ཨན་ནི་གཞོན་སྐྱེས་ཚོ།

ཨ་ནི་ད་ལོའི་གི་བརྗོད་གཞི་དེ་ག་རེད་ཟེར་ན་གཞོན་སྐྱེས་ཨ་ནི་ལག་རྩལ་གི་ཉིན་མོ་ཞེས་བྱ་གཞོན་སྐྱེས་ལི་ཡཱ་ཨ་ནི་སྒྱུ་རྩལ་བསླབ་མཁན་དེ་གས་གི་དེ་ཨ་ནི་དགེ་རྒན་རེད་དགེ་རྒན་ཆེན་མོ་རེད་དེ་གས་གི་བཀའ་དྲིན་དང་ཨ་ནི་གཅིག་ན་རྒྱལ་ཁབ་གཅིག་གི་འཛུགས་སྐྲུན་ལི་ཡཱ་གཞོན་སྐྱེས་ཚོས་གི་ཨ་ནི་སྒྱུ་རྩལ་དང་ལག་རྩལ་དེ་ག་ག་ཟེ་གནད་འགག་ཆེན་པོ་ཆགས་གི་ཡོད་པ་དེ་དེ་ནས་ཨ་ནི་གཞི་གྲུབ་བསྡད་པ་ཅིག་ཆགས་གི་ཡོད་རེད། ད་མཉམ་འབྲེལ་རྒྱལ་ཚོགས་ལ་ཆ་བཞག་པ་ཡིན་ན་རེ་བ་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ད་ལྟའི་ཆ་ལ་ཡོད་རེད་ཟེར་གྱི་ཡོད་རེད། ང་རང་ཚོ་ནང་བཞིན་གྱི་འཐབ་རྩོད་བྱེད་བཞིན་པས་ཀྱི་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཡང་མཚོན་དོན་མེད་པས་ཀྱི་ཨ་ནི་མི་རིགས་དང་ལུང་པ་མང་པོ་བཞི་བཅུ་ཡོད་བསྡད་པ་རེད་དེའི་ནང་ལ་ཡང་ཨ་ནི་གཅིག་ཨན་པོ་ནང་ལ་ཡོད་བསྡད་པ་དེ་གྲངས་ཐོ་དེ་བཞི་བཅུ་ཞེ་བཞི་འདུག་ཟེར་གྱི་ཡོད་རེད་དེའི་ནང་ལ་ཡང་ང་རང་ཚོ་གཅིག་ཚུད་བསྡད་ཀྱི་ཡོད་རེད། རང་དབང་ཡོད་པའི་ལུང་པ་ཚོད་ཀྱི་ན་གཞོན་གྱི་ཨ་ནི་ཅིག་ནུས་པ་སྐྱེད་སྲིང་རེད་ཨ་ནི་སྒྱུ་རྩལ་སྐྱེད་སྲིང་རེད་འདི་གྱད་ལ་གནད་འགག་ཅིག་བརྩི་གི་ཡོད་ན་ལུང་པ་ཤོར་བཅད་བཅད་རང་གི་རང་དབང་འཐབ་རྩོད་བྱེད་མཁན་གྱི་མི་རིགས་བྱེད་ན་ཨ་ནི་དེ་ལ་ཡ་ཨ་ནི་ཅིག་ནུས་པ། དབབ་ལོག་གི་དཔུང་མགོ་ཡས་ཏི། ད་ག་རང་ནས་ང་རང་ཚོས་ཀྱི་ད་མཁྱེན་མཁྱེན་པ་རེད། དེའི་གནད་འགག་ལ་གཟིགས་བྱས་ཨ་ནི་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱིས་ཨ་ད་ག་སོ་རེད་ད་རྒྱལ་སྤྱིའི་ཞུ་གཏུགས་ཚན་པའི་ཐོག་ནས་དེ་རིང་ང་རང་ཚོའི་བོད་མི་རིགས་འདི་ད་རང་གི་ལུང་པ་ཤོར་མི་རྒྱལ་ཁབ་ནང་ལོགས་ལ་ཡ་ཨ་ནི་རྒྱལ་ཁབ་ཉི་ཤུ་ཙམ་གྱི་ནང་ལོགས་ལ་ཡ་ཁྱབ་བྱས་བསྡད་ཡོད་རེད་དེའི་ནང་ནས་རྒྱལ་ཁབ་བཅུ་དྲུག་གི་དེ་རིང་ཨ་ནི། རྒྱལ་སྤྱིའི་གི་ན་གཞོན་གི་ཚོགས་འདུ་དེ་ནང་ལ་ཕེབས་ཐུབ་པ་དེ་ཧ་ཅང་ཡག་པོ་བྱུང་ཤག་དེ་ཡིན་དུས་ས་གནས་གོ་སྒྲིག་གནང་མཁན་ཡོངས་རྫོགས་ལ་ཡང་ངས་སྡིངས་ཆ་འདི་བརྒྱུད་བཅས་སྤྱི་འཐུས་ལྷན་ཚོགས་ཀྱི་ཐོག་ནས་ལེགས་གསོལ་བསྔགས་བརྗོད་ཞུ་ཡས་ཡིན། ད་གཞོན་སྐྱེས་ཤེས་བྱའི་ལབ་ཡོང་དུས་ས་གནས་ང་རང་ཚོའི་སེམས་ནང་ལ་ཡང་འཆར་སྒོ་དེ་ག་འདྲས་བྱུང་གི་ཡོད་རེད་ཟེར་ན། གཞོན་སྐྱེས་ཟེར་དུས་ས་གནས་ནུས་པ་ལྡན་པ། ནུས་པས་ཕྱུག་བསྡད་པ། ནུས་པ་འདིས་ད་ང་ཚོས་ག་འདྲའི་ཤེས་བྱས་ནས་ཨ་ནི་ནུས་པ་འདིས་ཁ་སོགས་རེ་ཁ་ཕྱོགས་བསྒྱུར་གྱི་ཡིན་པ། འདིས་ང་ཚོ་ལ་གདམ་ག་ཡོད་ཐལ་བ་ཞིག་རེད། གཞོན་སྐྱེས་ཟི་དུས་ས་ནས་ཨ་ནི་པད་སྙིགས་ལམ་བཏང་ཐུབ་མཁན། སྙིང་རུས་བྱེད་ཐུབ་མཁན་དཀའ་བ་སྤྱད་ཐུབ་མཁན། གནས་སྟངས་ག་འདྲའི་ཅི་ལ་བྱ་བ་ཡིན་ནའི་ཀྱི་འདིས་ཀྱི་ཨ་ནི་གཅིག་གནས་སྟངས་འདིའི་འོག་ལ་ཡ་གུབ་འདྲིས་བྱེད་ཐུབ་མཁན་གྱི་ཨ་ནི་གཞོན་སྐྱེས་ཤེས་བྱས་ནི་ང་ཚོས་ཀྱི་ད་སེམས་ནང་ལོག་ལ་ཡར་ཞོན་གྱི་སྲིད་དོན་ང་ཚོའི་གི་དེ་འདྲས་ཅིག་སེམས་ནང་དྲན་གྱི་ཡོད་རེད། དེ་ཡིན་དུས་ས་ནས་ད་གཞོན་སྐྱེས་དེ་སྐྱེས་དེ། ད་ངས་གི་ག་དུས་ནས་གི་ངས་མ་ཡིན་ན་ང་ཚོའི་གི་གཞོན་སྐྱེས་དེ་སྐྱེས་མ་འོངས་བོད་གི་སོན་རྩ་རེད་ཟེར་ལབ་བསྡད་གི་ཡོད། དེ་ནས་ང་དེ་འདྲས་གི་ཨེ་ནས་ཅིག་ན་གཞོན་གི་གོ་སྒྲིག་གི་ཟབ་སྦྱོང་དེ་འདྲ་ལ་འགྲོ་དུས་ད་ང་ཚོ་ལ་མ་འོངས་བོད་ཀྱི་སོན་རྩ་དེ་མ་ལོར་བར་ཆེད་ང་ཚོ་པའི་མེ་ཏོག་དཔེ་གཞས་ཁ་ཕྱེས་བྱས་ད་ང་ཚོ་པའི་འགན་ལེན་ཆོག་ཆོག་ཡིན་ཟེར་མཁན་དེ་འདྲ་མང་པོ་ཞིག་འཕྲད་སོང་དེ་ཡིན་དུས་ངས་མ་འོངས་བོད་ཀྱི་སོན་རྩ་ཟེར་མཁན་དེ་འདི་ནས་བཅོས་བྱས་ངའི་ལབ་བས་ཟམ་བཞག་པ་ཡིན་ཁྱེད་རང་ཚོ་དེ་སྐད་དེ་མ་འོངས་བོད་ཀྱི་ད་ན་གཞོན་ནུས་པ་ཅན་ཨ་ནེ་པད་དེ་དག་ཚང་མས་ཀྱི་འགན་འཁེལ་ཐུབ་མཁན་ཡིན་པ་བཅས་ལ་ཡང་ངས་ངོས་འཛིན་ཞུ་གི་ཡོད། དེ་ཡིན་དུས་ཁྱེད་རང་ཚོ་མང་པོ་ཅིག་དེ་འབྲེལ་གྱི་གསལ་བསྒྲགས་ཕེབས་ཡིན་དུས་ཟེར་ནས་ཕ་མེས་ཀྱི་འབིད་རྒྱག་རྒྱབ་བྱེད་བྱེད་འགྲོ་ན་ཡག་པོ་ཡོད་རེད་ད་བོད་མིའི་སྒྲིག་འཛུགས་ཟེར་མཁན་འདི་གལ་ཆེན་པོ་རེད་ད་ཅེས་ཨུ་ཚུགས་རྒྱབ་བྱེད་ནས་ཅིག་བྱེད་ན་དེ་འབྲེལ་བྱེད་ཕེབས་བསྡད་པ་ཡང་ཡོད་རྒྱུ་རེད། ཁ་ཤས་ཅིག་སྤྱི་ཚོགས་དྲ་ལམ་ནང་ལོག་ལ་ཡ་ད་བོད་མིའི་སྒྲིག་འཛུགས་དང་བོད་ཀྱི་གནད་དོན་སྐོར་ལ་ཡ་ད་མ་འདྲེ་སྲིད་གནས་ཚུལ་མང་པོ་ཞིབ་ཕྲ་ཞིག་ཐོས་རྗེས། དྲི་བ་མང་པོ་ཞུ་བྱས་བྱས་ད་དེའི་དོགས་པ་དེ་གསལ་ཁ་ང་གངས་ཅན་སྐྱིད་གཤོངས་ལ་མཆིས་ན་མི་ཞིག་བྲིས་ས་མ་རེད་བསམ་བྱས་བྱས་ནས་དེ་འདན་ཕེབས་བསྡད་པ་ཡོད་རྒྱུ་རེད། དེ་ཡོད་དུས་སའི་གནས་ར་བ་ག་འདྲེ་ཅིག་གི་གནས་སྟངས་ཐོག་ནས་ཕེབས་པ་ཡིན་ནའི་ཀྱེ་ཁྱེད་རང་ཚོ་དེ་ཕེབས་པ་འདིས་ཧ་ཅང་དགའ་བསུ་ཞུ་འོས་པ་རེད་མ་འོངས་པ་ལ་ཡིན་པ་ཡིན་ནའི་ཀྱེ་བརྒྱུད་ལམ་འདི་བརྒྱུད་ནས་ན་གཞོན་བོད་ཀྱི་ན་གཞོན་ཡོད་པ་ཡིན་ན་རང་གི་སྒྲིག་འཛུགས་སོ་སོའི་གིས་ཨ་ནི་ཅིག་སྐྱབས་མགོན་རིན་པོ་ཆེ་གིས་བཙུགས་བཞག་པའི་སྒྲིག་འཛུགས་འདི་དང་སྒྲིག་འཛུགས་འདིའི་གིས་ཨ་ནི་ལམ་ཕྱོགས་དེ་ག་རེ་ཡིན་མེད་དེ་ཤེས་དགོས་ཡས་དེ་གནད་འགག་ཡིན་དུས་ཙང་ནས་ངེས་པར་དུ་ཨ་ནི་དེ་འདྲས་ཀྱི་ནང་ལོགས་ལ་ཡང་མཉམ་ཞུགས་བྱས་བྱས་ཕེད་དགོས་ཡས་དེ་གལ་ཆེན་པོ་རེད་ཤེས་བྱས་ངས་ཅིག་ཞུ་ཡས་ཕྱིན། ད་ད་རིང་འདིའི་གི་དམིགས་ཡུལ་ཅིག་ག་རེ་རེད་དོ་སླ་བས་ན་ན་གཞོན་ནང་ཁུལ་ལ་ཡང་འབྲེལ་བ་མཐུད་ཐུབ་བྱས། ན་གཞོན་ནང་ཁུལ་ལ་ཡང་ཨ་ནི་ལེགས་ཆ་སྤེལ་རེས་གནང་བྱས། རེད་བ། ངས་ཟེར་གྱི་ཡོད། དབང་ཆ་གཅིག་སྡོད་ཁུལ་དུ་ན། ཐོག་དེབ་བརྒྱ་ཆ་ཡ་གིས་རྩེ་ལ་གླེ་ཡས་ཀྱི་གཉིད་ལམ་བརྒྱུད་ནས་བཏང་རྒྱུ་ཡོད་མ་རེད། གནས་བབ་ག་བ་ལས་ཡིན་ནའི་ཀྱི་བོད་ཀྱི་གནད་དོན་བཤད་ཡས་ཀྱི་གོ་སྐབས་བཙལ་དགོས་ཀྱི་རེད། སླབ་གྲ་གཅིག་ལ་ཡིན་པའི་ཡིན་ནའི་ཀྱི་སླབ་གྲའི་ནང་ལོགས་ལ་ཡ་ཨ་ནེ་གཅིག་ལས་བྱ Project དེ་འདྲ་ཡོད་པ་ཡིན་ན་དེ་ཚོ་བོད་དང་འབྲེལ་བའི་གནད་དོན་ཐོག་ལ་བཤད་ཡས་ཀྱི་ཁྱེད་རང་ལ་ཡ་གོ་སྐབས་ཡོད་རེད། གྲོགས་པོ་གྲོགས་མོ་ཐུག་པ་ཡིན་ནའི་ཀྱི་གྲོགས་པོ་གྲོགས་མོ་ནང་ཁུལ་ལ་ཡང་གནད་དོན་སྤྱི་ཚོགས་དྲ་ལམ་གྱི་གནས་ཚུལ་མ་ཡིན་པར་གནས་ཚུལ་གལ་ཆེན་པོའི་སྐོར་ལ་ཡང་བརྡར་ཤ་གཅད་ཡས་ཀྱི་གོ་སྐབས་ཇི་ཡོད་རེད། དེ་འདྲའི་གོ་སྐབས་ཅིག་གི་ཐོག་ནས་ནང་ཁུལ་ལ་ཡང་བོད་མི་རིགས་ཀྱི་ན་གཞོན་དེ་གས་འབྲེལ་མཐུད་ཀྱི་ཐོག་ནས་ཨ་ནི་ཉམས་མྱོང་ཐག་སུ་སྤེལ་རེས་བྱེད་ཡས། ལས་འགུལ་སྤེལ་བའི་སྐབས་ལ་ཡང་ལས་འགུལ་བྱེད་པའི་སྐབས་ལ་དཀའ་ངལ་ག་རེ་ཡོད་རེད་གདོང་ལེན་ག་རེ་བྱེད་དགོས་ཀྱི་ཡོད་མེད་དེ་གས་དེ་གཅིག། གང་ནས་མ་ཅིག་བཤད་དགོས་པ་མ་ཡིན་པ་ནང་ཁུལ་ལ་ཡང་བྱང་ཡས་ཡོད་དེ་བས་གོ་སྐབས་ཅིག་ཡིན་དུས་ཚ་ནས་དེ་འདྲའི་ཅིག་གི་འབྲེལ་མཐུད་ཀྱི་ཐོག་ནས་མ་འོངས་པའི་ཅིག་ག་སོག་རེད་ད། མི་རྒན་གོག་འདི་སྐད་ཀྱི་རྩིས་སྤྲད་ས་དེ་གཞོན་སྐྱེས་མི་ཤེས་རེ་བ་བྱེད་ས་ཡོད་མ་རེད་དཔེ་ན་ང་ཚོའི་ཆོས་ནང་ལ་གསུང་གི་འདུག་ཨ། རྔ་མོ་གང་བྱས་རང་གི་ལུས་ལ་ལྟོས་མཆི་མ་གང་འགྲོ་རང་གི་སེམས་ལ་ལྟོས་ཟེར་གྱི་འདུག་ཨ། ངས་དེ་སྤྱི་ཚོགས་དང་ཆབ་སྲིད་ལ་ཡ་དཀའ་བ་ཡིན་ན་སྔ་མོ་གངས་ཅན་ད་ལྟའི་སྤྱི་ཚོགས་ལ་ལྟོས་མ་འོངས་གངས་ཡོངས་ད་ལྟའི་གི་གཞོན་སྐྱེས་ལ་ལྟོས་ཟེར་ལབ་ཡིན་ན་ཏན་ཏན་དེ་འོས་བབ་ཡོད་རེད་བསམ་གྱི་ཡོད། ང་ཚོའི་རེ་བ་བྱེད་ས་དེ་ཁྱེད་རང་ཚོ་གཞོན་སྐྱེས་ཚོ་རེད་བསྡད་ཡོད་རེད། དེ་ཡིན་དུས་ས་གནས་རེ་བྱས་བཞག་པ་མ་འགྲིག་པ་དེ་སྐད་དེ་ཨ་ནི་འགྲིག་པ་བཟོ་ཡས་ཀྱི་དུས་ཚོད་ཅིག་ཏན་ཏན་ཡོད་བསྡད་པ་རེད། དེ་ཡིན་དུས་དུས་ཚོད་ཐོག་ལ་ཡ་ཨ་ནི་བསམ་བློ་བཏང་དགོས་ཡས། ད་ང་ཚོ་ཚང་མ་ལོ་ད་ལྟའི་གི་ཁྱེད་རང་ཚོའི་གི་དྲག་གཏམ་དེ་ལ་མ་ལྟ་ཡོང་དུས་ས་ནས་ང་ཚོའི་གི་ཕུགས་དམིགས་དེ་གཅིག་པ་ཡིན་པ་ང་ཚོའི་གི་དམིགས་ཡུལ་དེ་གཅིག་པ་ཡིན་པ་ང་ཚོའི་སེམས་ནང་གི་ཚོར་བ་དེ་གཅིག་པ་ཡིན་དུས་ས་ནས་ད་ང་ཚོ་ལ་ཡ་ག་རེ་དགོས་ཀི་ཡོད་རེད་ཟེར་དུས་ས་ནས་བོད་མི་རིགས་གི་འཐབ་རྩོད་དེ་ར་འཕྲོད་པ་དགོས་ཀི་ཡོད་རེད་ར་འཕྲོད་པའི་ཐོག་ནས་ད་དེང་སང་ང་ཚོའི་དཔེར་དེ་འཛམ་གླིང་གི་འཁྲུག་ཆ་དོད་པོ་དེའི་ནང་ལོགས་ལ་ཡ་ག་རེ་ཡོད་རེད་ཟེར་དུས་དཔེར་དེ་འཁྲུག་རྟ་རབ་ཀྱི་ཆོས་བྱས་བྱས་ར་ཅིག། ག་རེ་བདེན་པ་ཡིན་ག་རེ་ཨེ་ནི་རྫུན་མ་ཡིན་ཧ་མ་གོ་བའི་གི་གནས་སྟངས་དེ་འདྲས་ལ་ཡ་ཙམ་ཙམ་ལ་ཡ་སེམས་ཤུགས་ཆགས་ཡས་གི་རྒྱུ་དེ་འདྲ་ཡོང་སྲིད་པ་རེད། རེད་བ། དཔེར་ན་ཁ་འཛིན་སྐྱབས་མགོན་རིན་པོ་ཆེ་བཀའ་གནང་སོང་ཨ། ང་ཚོའི་བོད་ཀྱི་འཐབ་རྩོད་དེ། ཆབ་སྲིད་ཀྱི་འཐབ་རྩོད་ཅིག་གོ་མེད་ད། བོད་མི་རིགས་ཟི་ངན་དེ་ལ་ཡང་ནང་པ་སངས་རྒྱས་པའི་ཆོས་ཀྱི་ཅིག་བྱ་བཞག་གི་ཐོག་ནས་ང་ཚོ་ལ་ཡང་གཞན་དང་མ་འདྲ་བའི་ཅིག་གཞན་ཕན་དང། བྱམས་བརྩེ་དང་སྙིང་རྗེ་དང་དེ་འདྲ་གི་ང་ཚོ་ལ་ཁྱད་ཆོས་ཅིག་ཡོད་རེད་དེའི་རིན་ཐང་བྲལ་བ་རེད་དེ་ཚོ་ཡིན་པ་ཡིན་ནའི་ཀྱེ་ང་ཚོས་ཉར་ཚགས་བྱེད་དགོས་ཀྱི་ཡོད་རེད། འཛམ་བུ་གླིང་གི་ནང་ལོགས་ལ་ཡང་རང་རྐྱེན་གཞན་ཕམ་ཁྲག་སྐྱོ་ང་རྒྱལ་རང་གཅེས་འཛིན་གྱི་ཐོག་ནས་དེ་འདྲའི་གི་འཁྲུག་ཆ་དོད་པོའི་ནང་ལོགས་ལ་ཙམ་ཙམ་ལ་ཡང་བྱམས་སྙིང་རྗེ་དང་གཞན་ཕན་བྱེད་དུས་ས་ནས་ཡ་ང་བྱབ་ཆུང་ཞིབ་ཅིག་ཡིན་ས་རེད་བསམ་པ་དེ་འདྲའི་ཡོང་སྲིད་པ་རེད་བསམ་གྱི་འདུག་རེད་མ་དཔེ་ན་རྩུ་ལྟའི་ཡུལ་དུ་ཕྱིན་ཙང་ན་རྐང་གཉིས་པ་ལ་མི་མི་རྩིས་ཟེར་བ་ནང་བཞིན་རེད། གཞན་དག་དེ་མང་དག་རུ་ཆོས་བསྡུས་ས་ནི་དངོས་གནས་ཡིན་པ་དེ་ག་འདྲ་ཡིན་ན་ད་དེ་བྱེད་ཀྱི་ཡོད་ས་མ་རེད་ང་ཡི་དག་རང་འགྲོ་དགོས་ཀྱི་ཡོད་རེད་བསམ་པ་ཅིག་ཡོང་སྲིད་པ་རེད་ཡིན་པ་ཡིན་ན་ཡང་སྐྱབས་མགོན་རིན་པོ་ཆེ་བཀའ་སློབ་སྙིང་གི་བདུད་རྩི་དེ་ཨ་ནི་སེམས་ལ་བཞག་བྱས་བྱས་ནས་བོད་མི་རིགས་ཀྱི་ཁྱད་ཆོས་དེ་དཔེར་ན་ཨ་རི་འདྲ་བོ་ཅིག་ལ་ཡང་ཨ་ནི་བོད་པ་ལེན་པའི་སྐབས་དེ་ལ་ཡང་ཨ་ནི་བོད་པ་ལ་ཡང་པེ་འཇམ་སྙིང་རྗེ་གཅིག་གོ་མེད་ཁྱེད་རང་ཅུག་གི་རིག་གཞུང་དང་ཁྱད་ནོར་དང་ཨ་ནི་ཅིག། སྤྱི་ཚོགས་འཆམ་མཐུན་གྱི་བྱ་གཞག་དེ་ང་ཚོའི་སྤྱི་ཤོག་སྤྱི་ཚོགས་ལ་ཡང་ཡོང་ཡས་ཆེད་དུ་ཨེ་ང་ཚོའི་བོད་པ་ལེན་པ་ཡིན་ཅེས་བྱས་སྐྱབས་མགོན་རིན་པོ་ཆེ་ལ་དེ་འདྲ་ཞུས་པ་བྱུང་འདུག་བའང་ངམ་མོ། དེ་ཡིན་དུས་ཚ་ནས་ང་རང་ཚོས་ཀྱི་ད་ཅིག་ཨ་ལས། བཟང་སྤྱོད་ཀྱི་ཐོག་ནས་ཆོས་ཀྱི་བྱིན་རླབས་དེ། རེད་བ། ཆོས་ཀྱི་བྱ་གཞག་དེ་ང་རང་ཚོ་ལ་ཡོད་པའི་ཐོག་ནས་ཨེ་ང་རང་ཚོ་ཚང་མ་ལོག་ལ་ཡང་སེམས་ཀྱི་ཚོར་བ་དེ་ད་གོ་གི་ཡོད་རེད། ཚོར་བ་དེ་སླེབས་པར་བྱེད་པ་ལ་ཡ། རེད་པ། ང་བོད་པ་ཡིན་བསམ་པའི་ཚོར་བ་དེ་སླེབས་པར་བྱེད་པ་ལ་ཡ་དེ་ནས་མ་ལྟ་ཡོང་དུས་ས་གནས་ཁྱེད་རང་ཚོ་རྒྱལ་ཁབ་འདྲ་མ་འདྲ་ནས་སླེབས་ཡོད་རེད་མང་པོ་ཅིག་རྒྱལ་ཁབ་འདིའི་མི་སེར་ཆགས་བསྡད་ཡོད་རེད། ཡིན་ནས་མི་སེར་འདི་རྒྱལ་གྱི་འོག་དེ་ལ་ཚང་མ་བློ་ལ Tibetans ངེད་ཀྱི་ཚང་མའི་འོག་ལ་ཡོད་རེད་དེ། རེད། American Tibetan། Swiss Tibetan། ཚང་མ་ལོ Tibetan གྱི་ཡུལ་དུས་ས་ནས་ང་བོད་པ་ཡིན་བསམ་པའི་གི་ངེད་ཀྱི་རུས་པ་དེ་ངེད་ཀྱི་ཁུངས་དེ་ང་བོད་པ་ཡིན་བསམ་པ་དེ་ནམ་ཡང་འདུ་ཤེས་དེ་བྱེད་རྒྱུ་ཡོད་མ་རེད་ད། དེ་མ་བྱས་པ་ལ་ང་ཚོས་ག་རེ་བྱེད་དགོས་ཀྱི་ཡོད་རེད་ཟེར་ན་རང་རང་གི་གྲུབ་འདི་ད་དེ་རིང་དེ་ལ་ཡང་མཁས་དབང་ཚོ་ཕེབས་རྗེས་བོད་ཀྱི་ལོ་རྒྱུས་དང་བོད་ཀྱི་རྒྱལ་རབས་དང་ད་མང་པོ་ཅིག་བཀའ་གནང་ཡོད་རེད་བ། ཡག་པོ་ཞེ་དྲག་རེད་དེ་རྒྱ་ཤེས་པ་ཡིན་ན་གཉའ་ཁྲི་བཙན་པོ་ག་རེ་བྱུང་ནས་བོད་ཀྱི་དར་རྒྱབ་ཀྱི་ཨ་ནི་ས་མར་ཀནྡ་བར་དུ་ང་ཚོའི་དམག་རྒྱབ་བྱས་བོད་ག་གཟ་བར་དུ་རྒྱ་ཁྱབ་ཕྱིན་པ་མཁྱེན་ན་ཡག་པོ་རེད། ཡིན་པ་ཡིན་ནས་ངས་དགའ་དུས་ནས་ག་རེ་གཟིགས་ཀྱི་ཡོད། ཁྱིམ་ཚང་གཅིག་གི་ནང་ལ་བོད་པ་ཁྱིམ་ཚང་གཅིག་གི་ནང་ལ་ཁྱེད་རང་གི་པོ་པོ་མོ་མོ་ཁྱེད་རང་གི་ཨ་ཁུ་ཨ་ནེ་ཁྱེད་རང་གི་ཕ་མ་དེ་བརྒྱད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ལ་བཙན་བཟུང་བྱས་པ་ནས་བྱས་བྱས་ནས་དཀའ་ངལ་ག་རེ་མྱངས་ཐོག་འདི་ཤེས་ཐུབ་པ་ཅིག་ངེས་པར་དུ་དགོས་ཀྱི་རེད་ཅེས་བྱས་གཟིགས་ཀྱི་ཡོད། ཏན་ཏན་ཁྱེད་རང་ཚོས་སོ་སོའི་ཕ་མ་ལ་ཡང་བཀའ་འདྲི་ཞུས་བྱས་བྱས་ནས་དེ་འདྲའི་ཅིག་ཏན་ཏན་གསན་ཡོད་ཀྱི་རེད་ངས་གསན་ཡོད་པའི་ཡིད་ཆེས་ཞུ་གི་ཡོད། དེ་གསན་མེད་པ་ཡིན་ན་ངེས་པར་དུ་དེ་གསན་དགོས་རེད་དེ། དེ། ང་རང་ཚོ་བོད་པ་ཡིན་བསམ་པའི་གི་ཚོར་བའི་གི་རྨང་གཞི་དེ་དེ་ཆགས་འགྲོ་གི་རེད་ན་ཚ་དེ་དེ་ཆགས་འགྲོ་གི་རེད་དེ། ར། ངེད་ཀྱི་ཨ་ཁུ་ཨ་ནེ། དེ་ཁྱེད་ལ་ཡ། རྒྱ་མིས་ཀྱིས་དེ་བྱས་པ་ལ་བརྟེན་ནས་ད་ང་ཚོའི་ཤེས་ཀྱི་ཡོད་ར་ཕྱི་ལ་ཡ། ས་ཡ་གཅིག་དང་ཕྱེད་ཀ་ཙི་ཨ་ནེ་དུས་མིན་གྱི་རང་ཤི་རྒྱབ་དགོས་བྱུང་ཡོད་རེད་བསད་ཡོད་རེད། གོམ་པ་དྲུག་སྟོང་ཚོད་ཅིག་ཨ་ནེ་རྩ་མེད་བཏང་པ་རེད་ཟེར་གྱི་ཡོད་རེད། ད་དེའི་ནང་ལ་ཡང་ང་རང་ཚོའི་གི་བོད་མི་རིགས་ཀྱི་ཨནི་བོད་རིགས་སྤུན་ཟླ་རྐྱང་རྐྱང་རེད་བ། དེའི་གི་སེམས་ཚོར་དེ་ལས་ཡ་ལ་ཡ་ཁྱེད་རང་གི་ཉེ་ཤོས་ལ་ཡོད་པའི་ཁུངས་ཅིག་གཏུགས་ནས་ཨནི་ཡ་ལ་ཡ་རིན་པ་ཅི་རྩིས་དང་སེམས་ནང་ལ་ཡ་རྒྱུ་ནས་བརྗེད་ཐབས་མེད་པའི་ན་ཟུག་ཅིག་སླེ་ཡོང་གི་རེད་དེ་ཁྱེད་རང་ཚོའི་གི་སེམས་ཀྱི་བོད་པ་ཡིན་བསམ་པའི་གི་ཚོར་བའི་གི་རྨང་གཞི་དེ་ཆགས་འགྲོ་གི་རེད། དེའི་རྨང་གཞི་དེ་གི་འོག་ནས་ད་དེ་རིང་ཁྱེད་རང་ཚོའི་བསྒྲགས་གཏམ་ནང་ལོགས་ལ་ཡང་ཨ་ནི་ད་ང་ཚོ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ད་ལྟ་བར་དུ་ལ་ཡང་རྒྱ་འཛམ་བུ་གླིང་མགོ་སྐོར་བཏང་ཆེད་རྒྱ་ནག་གཅིག་གི་སྲིད་ཇུས་ཟི་ངན་ཆིག་ད་དཔལ་འབྱོར་གྱི་ཁེ་ཕན་དེ་ཨ་ནི་ལོངས་སྤྱད་བྱས་ནས་ཨ་ནི་མ་རྒྱལ་ཁབ་རང་དབང་ཡོད་པའི་རྒྱལ་ཁབ་ཡོངས་རྫོགས་ལ་ཡང་ཁོ་ཚོ་གི་བ་ཙི་ག་སོ་རེ་ཁས་ལེན་བྱེད་བཅུག་ཡོད་རེད་རྒྱ་ནག་གཅིག་གི་སྲིད་ཇུས་ཟི་དུས་ས་ནས། ང་ཚོའི་བོད་པ་དེ་རྒྱ་ནག་གིས་ཁོ་ཚོའི་གི་པད་དེ་གནའ་སྔ་མོ་ནས་རང་རྒྱ་ནག་གི་ཆ་ཤས་ཡིན་ཟིན་ཡོད་དེ་ཁུངས་ལ་གྲུབ་གི་ཡོད་རེད་པ། དེ་ཡིན་དུས་ཁྱེད་རང་ཚོ་རྒྱལ་ཁབ་སོ་སོ་སོའི་གི་དང་པོ་བོད་ལ་འཛིན་པའི་སྲིད་ཇུས་དེ་ག་རེ་ཡིན་པ་དེ་ཁྱེད་རང་ཚོ་ཁྱེད་དགོངས་ཡ་དེ་གལ་ཆེན་པོ་རེད། རྒྱལ་ཁབ་རེ་རེ་ལ་ཡ་བོད་ལ་འཛིན་པའི་སྲིད་ཇུས་ཇི་ཡོད་རེད། དེ་སྲིད་ཇུས་དེ་འོག་ནས་ཨན་ཁྱེད་རང་ལུང་པ་དེ་གི་མི་སེར་ཡིན་པའི་ཆ་ནས་ཨན་ཁྱེད་རང་གི་དམ་དོན་བྱས་པའི་གི་ཁྱེད་རང་གི་ཨན་སྐུ་ཚབ་དེ་གའི་ལ་ཡ་ཨན། ཁྱེད་རང་ཚོས་བོད་ལ་གཟིགས་པའི་སྲིད་བྱུས་དེ་ག་འདྲས་བཟོས་པ་རེད་ཟེར། བོད་ཀྱི་ལོ་རྒྱུས་ལ་ཉམས་ཞིབ་མ་བྱས་པར་བྱས་ནས་བོད་རང་བཙན་གཙང་མའི་རྒྱལ་ཁབ་འདི་ལ་ཡང་དོ་སྣང་མ་བྱས་པར་བྱས་ཅན་རྒྱ་མིའི་གི་ཆ་ཤས་ལ་ངོས་འཛིན་བྱེད་ཡས་དེ་རྩ་བ་ཉིད་ནས་ངོས་ལེན་མེད་པའི་གི་འགྱུར་བ་བཏང་ཡས་ཐོག་ལ་ཡང་གོམ་པ་དང་པོ་དེ་སྤོས་དགོས་ཀྱི་རེད་བསམ་གྱི་འདུག་རེད་བ། དེ་ནས་ཨ་མདའ་དེའི་ནང་ལ་བཀའ་གནང་འདུག་བ། ང་ཚོ་བོད་ལ་ཡོད་པའི་གི་ཨེ་ནི་གཅིག་ཁོར་ཡུག་རེད་བོད་ནང་ལ་ཡོད་པའི་གི་གཏེར་ཁ་རེད་འདི་རྒྱལ་འདི་ཨེ་ནི་བཙན་བཟུང་བྱེད་ངན་གི་རྒྱལ་ཁབ་འདི་ལ་ཡང་བདག་དབང་རྒྱུ་ནས་མེད་འདི་ང་ཚོའི་གི་ཨེ་ནི་ཁྱད་ནོར་ཡིན་ཞེས་བྱས་ཤེས་གོ་གོ་ར་བ། དེ་ཡིན་དུས་ཙ་ནས་ངས་ག་དུས་ཡིན་ནས་གི་གཞོན་སྐྱེས་ཚོ་ལ་ག་རེ་བཤད་གི་ཡོད། ང་ཚོ་བོད་མི་རིགས་ཀྱི་འཐབ་རྩོད་འདི་རང་བཙན་གྱི་ལྟ་བ་ཟིན་མཁན་དང་དབུ་མའི་ལམ་འཐབ་རྩོད་བྱེད་མཁན་གྱི་ལྟ་བ་ཟིན་མཁན་གཉིས་ཀྱི་པ་རག་ལ་ནང་འཁྲུག་རྒྱ་ཡལ་གྱི་འཐབ་རྩོད་ཅིག་ནམ་ཡང་མ་རེད་ཟེར་བྱ་ངས་ཤེས་ཀྱི་ཡོད། དབུ་མའི་ལམ་རྩོད་པའི་སྐབས་དེ་ལ་ཡང་བོད་མི་རིགས་ཀྱི་རང་བཙན་གཙང་མ་ཡིན་པའི་ཀྱི་བདེན་དཔང་དེ་གཞི་ལ་བཞག་ནས་ཨ་ནི་ང་ཚོ་རྒྱ་མི་ཚོ་བཀུག་གི་ཡོད་རེད། རྒྱ་མི་རྒྱལ་གཅེས་ཀྱི་ཁྲིམས་ལ་སྐྱེལ་གྱི་ཡོད་རེད། དེ་འདྲའི་ང་ཚོ་རང་བཙན་གཙང་མ་ཡིན་པའི་གི་བདེན་དཔང་ཞིག་བཤད་རྒྱུ་མེད་པ་ཡིན་ན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འགྱུར་མིག་བཏང་ཚར་བ་རེད་ང་ཚོ། དེ་ཡིན་དུས་ཚ་ནས་རང་བཙན་གཙང་མ་ལ་ངོས་ལེན་བྱེད་མཁན་ཚོས་གི་བོད་རང་བཙན་གཙང་མ་ཡིན་པའི་གི་ཨེ་ནི་ཅིག་སྒྲུབ་བྱེད་དེ་ན་གཞོན་རེ་རེའི་སེམས་ནང་ལ་བཞག་ཐུབ་པ་ཅིག་བྱས་པ་ཡིན་ན་ད་ལྟའི་ཆ་ལ་ཡང་ང་ཚོ་དབུ་མའི་ལམ་གི་ཐོག་ལ་འགྲོ་གི་ཡོད་རེད། དེ་ཡིན་དུས་དབུ་མའི་ལམ་ལ་ཡར་འཕེལ་ཡས་དེ་གས་ང་ཚོ་དགའ་དྲགས། ཨ་ནི་སྐྱིད་དྲགས་ནས་ང་ཚོ་དབུ་མའི་ལམ་ལ་ཡར་ང་ཚོ་ཕྱིན་ཡོང་མ་རེད་བ། གནས་དུས་དང་འཚམས་པས་བོད་མི་རིགས་དེ་བཙལ་དགག་ཕྱིན་བོད་ཀྱི་རིག་གཞུང་དེ་བཙལ་དགག་འགྲོ་དགོས་ཡས་ཀྱི་དེ་འདྲས་ཀྱི་ཆགས་འཇིག་གི་གནས་སྟངས་ཅིག་མ་ཡོང་པའི་སྔོན་དེ་ལ་ཡང་ཨ་ནི་ང་ཚོ་ཅིག་མཉམ་གནས་ཅིག་བྱེད་ཐུབ་ཡས་ཐོག་ལ་ཡང་ང་ཚོ་ལ་གང་ཡོད་པ་དེ་ང་ཚོས་ཀྱི་ཉར་ཚགས་བྱེད་ཐུབ་ཡས་ཐོག་ལ་ཡང་ཨ་ནི་ང་ཚོས་འབད་བརྩོན་ཅིག་གི་ཐོག་ནས་ང་ཚོ་དབུ་མའི་ལམ་དུགས་སུ་ཕེབས་པ་རེད་བ། དེ་ཡིན་དུས་ཚེ་ནས་ངེས་པར་དུ་སེམས་ནང་ལོག་ལི་ཡ། ཁྱེད་རང་ཚོ་ཚང་མ་ལོག་ལི་ཡ། དེ་རིང་ག་སོག་རེད་ད་དེ་ཏྲི་པོ་ལོ་གི་གསོལ་མགྲོན་ཁང་ནང་ལོག་ལི་ཡ། ད་ཞི་བོ་ཅིག་གནས་ཚུལ་མང་དྲགས་ནས་འཛམ་འཛམ་ལི་ཡ། ད་དེ་འདྲ་རང་ད་ཨ་ཡིན་ནའང་བསམ་བསམ་དེ་འདྲའི་ཏན་ཏན་བྱུང་ཡོད་རེད། ག་ཚོད་པར་དུ་ཉན་ཐུག་གི་རེད་བསམ་བསམ་ཏན་ཏན་བྱུང་ཡོད་ཀྱི་རེད་བསམ་གྱི་འདུག་ངས་མཛད་རིམ་དེ་མ་བལྟ་དུས་ཚེ་ནས། ཡིན་པ་ཡིན་ནའི་ཁེ་ང་ཚོ་འཐབ་རྩོད་བྱེད་མཁན་གྱི་མི་མང་འདི་གས་ལ་ཡ་ང་ཚོ་ལྷོད་ལྷོད་བྱས་སྐྱིད་པོའི་ངང་ནས་ང་ཚོ་བེད་སྟེ་ཁ་གསོ་རེ་གོམ་པ་སྤོས་ཡས་དང་དེ་འདྲས་ཀྱི་ང་ཚོ་ལ་ཡ་ད་གདམ་ག་དེ་ཡོད་མ་རེད། དངུལ་ཕིང་ཅིག་ཡིན་པ་ཡིན་ནའི་ཁེ་རོགས་ཚོགས་ལ་ལག་པ་བསྟན་བྱས་རེད་ཉི་མ་ག་ཚོད་འཚོགས་གི་ཡོད་པ་ཡིན་ནའི་ཁེ་དེ་རོགས་ཚོགས་ཀྱི་དངུལ་ལ་བསྟན་ནས་འཚོགས་དགོས་ཀྱི་ཡོད་རེད་དེ་ཡིན་དུས་ས་ནས་ཏན་ཏན་ཁྱེད་རང་ཚོའི་གི་དེ་བ་ལ་ཡ་ཕྲན་བུ་ཕྲན་བུ་དེ་འདྲ་བྱུང་ཡོད་པ་ཡིན་ནི་གས་ང་ཚོའི་ད་ས་སྐྱ་ལེགས་བཤད་ནང་ལ་ཡོད་པ་རེད་བ། སློབ་སྦྱོང་བྱེད་པའི་སྐབས་ལ་ག་ཚོད་དཀའ་སྡུག་མྱངས་པ་ཡིན་ནི་གས་ད་ག་ཚིག་གི་སློབ་སྦྱོང་བྱས་པའི་འབྲས་བུ་དེ་ཨ་ནི་ཅིག་ལ་སྐྱིད་སྣང་དང་ཨ་ནི་དགའ་སྣང་ཚོར་ཡས་ཞུ་ཡོད་རེད་བ།

རེད་བ། ཁྱེད་རང་ཚོས་རྒྱུད་བྱེད་བྱས་དེ་རིང་ཁྱེད་རང་ཚོས་ཀྱི་གོ་རྟོགས་ཞུ་བྱེད་འཕེལ་ཡོད་རེད་ད་དོགས་པ་མང་པོ་ཅིག་སེལ་ཡོད་རེད་ད་འདོད་སྐད་དེ་རིང་དེ་ལ་ཡ་གཅིག་བྱས་ན་ཡ་ད་དེ་ཚོགས་གཞོན་དེ་ཕེད་ཆེ་དེ་རིང་དྲི་བ་ཚ་བོ་ཞི་བོ་ཅིག་བཏང་དགོས་བསམ་སོང་གྲོས་ཚོགས་སྐོར་ལ་ད་དེ་རིང་མང་བཤད་ཡ་མི་བཤད་ཡ་དྲི་ཡ་རྒྱུ་ནས་མི་འདུག་བསམ་པའི་ཀྱི་ཏན་ཏན་ཁྱེད་ཚོ་ལ་ཡ་ག་གཟུགས་རེད་འཚོ་བ་དེ་བྱུང་ཡོད་རྒྱུ་རེད་ཁག་མེད། སྐྱབས་མགོན་རིན་པོ་ཆེ་གཙོས་ཞབས་པད་ཀྱི་སྒྲིག་འཛུགས་དེ་ལ་ཡང་ཨ་ནེ་གཅིག་ག་སོགས་རེད་ད་གལ་ཆེན་པོ་རྩིས་ངན་དང་དོ་སྣང་བྱེད་མཁན་དག་དེ་གས་ཀྱི་སེམས་ནང་ལོགས་ལ་ཡང་ཏན་ཏན་དེ་འདྲ་ཅིག་ཡོད་དགོས་ཀྱི་རེད། རང་དེ་ཡིན་དུས་ས་ནས་ད་དེ་རིང་ཁྱང་ཚོས་མ་ཡག་ལ་བྲིས་ཡས་ཡོད་མ་རེད་ངས་མ་བཤད་ཡས་ཀྱང་ཀྱང་རེད་དེ་ཡིན་པ་ཡིན་ནི་ཁེ། མང་ཚོས་ཀྱི་ལམ་གྱི་ནང་ལོགས་ལ་ཡང་ལོ་ལྔ་ལྔ་ནས་མ་འགྲིག་པའི་མཚམས་དེ་ལ་ཡང་འགྱུར་བ་བཏང་ཡས་ཀྱི་མི་མང་ལ་ཐོབ་ཐང་ཆེ་ཡོད་རེད། མནའ་མ་བསྡམས་པའི་སྐབས་ལ་ཡ་ཆུག་རྒྱུ་ཡོད་མ་རེད། པར་ལ་བལྟས་བྱས། རེད་བ། གང་མགྱོགས་དང་ཞྭ་རིའི་དང་ག་རིའི་ནད་ཡོང་སྲིད་པ་རེད། དེ་ཡིན་དུས་ས་ནས་བསྡམས་པའི་སྐབས་ལ་ཡ། དངོས་གནས་རྩད་གཅོད་ཡག་པོ་བྱས། ལོ་རྒྱུས་ལ་ཞིབ་འཇུག་བྱས། ལྟ་བ་ལངས་ཕྱོགས་ལ་ཞིབ་འཇུག་བྱས། དམ་ཚ་བའི་བྱུ་གུ་ལ་ལོ་ལྔ་རིང་གང་ལ་ཡང་ཨ་ནི་སྐད་བརྒྱབ་དགོས་དུས་ཚ་ནས་ཨ་ནི་ཁག་པོ་འདུག་ཨང་དེའི་རྒྱུ་བ་བཏང་ཡས་ལ་ཡ། དེ་ཡིན་དུས་ཚ་ནས་ང་ཚོས་ད་གྲོས་ཚོགས་ཀྱི་ཐོག་ནས་ང་ཚོའི་གི་དེ་འདྲ་ཁ་ཆག་གནང་རན་ང་ཚོ་བཀོད་མ་ཐུབ་པ་དེ་ག་དེ་ངོས་ལེན་ཞུ་གི་ཡོད། ཅིག་གི་གཞུང་ཚབ་ཅིག་ཕེབས་པ་ཡིན་ནའི་སྐད་དྲི་བ་དང་པོ་དེ་རེད་ཤག་ད་གྱང་ཚོས་ཁྲིམས་ཞིབ་པ་ག་དུས་དགོས་ཀྱི་རེད་བས་གྱང་ཚོས་བཀའ་བློན་ཁ་སྐོང་ག་དུས་བྱེད་ཀྱི་རེད་བས་ཟེར་རྗེས་ངོ་ཚ་བོ་ཞིག་གྲགས་འདུག་ད་ཡིན་པ་ཡིན་ནའི་ཅིག་ཡིན་ཡིན་མདོག་མདོག་གི་ལན་ཞིག་བརྒྱབ་དགོས་དགོས་རེད་བས་ད་ལྟའི་ཆ་ལ་ཡང་ད་ཁྲིམས་སྒྲིག་བསྐྱར་ཞིབ་ཚོགས་ཆུང་ཟེར་བྱས་ཚུགས་བྱེད་བྱས་འདུག་བྱས་ཡོད་རེད། བྲོས་མི་ལ་དྲིས་ཐག་རང་གི་ཆད་ཟེར་བ་རེད། གང་ལྟར་ཀློག་དེ་ཤེས་སོང་ཨ། ཞུས་ཙང་ད་ངས་དེང་གི་ག་རེ་ལབ་བསྡད་ཡོད་པས། རེད་ད་ཨ་མདའ་གྲོས་ཚོགས་དང་འབྲེལ་བའི་གི་གནས་སྟངས་དེ་འདྲས་ཅིག་ངང་ནས་ཕྱི་སྐུ་མགྲོན་ཅིག་ཕེབས་པ་ཡིན་ནའི་གི་དེ་གས་ལི་ཡ་ཅིག་ལན་རེ་ཞིག་རྒྱབ་དུས་ཚོད་ནས་མ་བསྡད་པ་ཞུ་ཞིག་འདུག་དེ་ཡིན་པ་ཡིན་ནའི་གི་ངོས་ལེན་དེ་དངོས་གནས་རང་བྱེད་ཀྱི་ཡོད། སྐྱབས་མགོན་རིན་པོ་ཆེ་གི་མང་གཙོ་མང་གསོད་རས་གནང་བྱས་བྱས་ང་ཚོ་བེད་དེ་ད་མང་གཙོའི་ལམ་ལ་ཡ་ཁྲིད་གནང་པའི་སྐབས་ལི་ཡ་ང་ཚོའི་མི་མང་གི་གོ་རྟོགས་དེ་ཞིབ་ཆ་དམའ་བོ་རེད་ང་ཚོ། སྐྱབས་མགོན་རིན་པོ་ཆེའི་གླི་ཡ་ག་དུས་ཡིན་ནའི་རྙེད་ནས་དེ་ཡས་དེ་ང་ཚོ་སྐྱག་ལངས་ཤོག་བསྡད་པའི་སོ་རུ་བྱུས་ཡོག་རེད་ང་ཚོ། རེད་བ། ད་ད་ཆ་སྐྱབས་མགོན་རིན་པོ་ཆེ་དགུང་ན་འབྲས་བུ་དེ་འདྲས་འཕེལ་བ་ཡིན་ནའི་ད་འདོད་རྒན་ང་ཚོ་སྐྱབས་མགོན་རིན་པོ་ཆེ་གཙུག་གུང་མ་ཤར་བ་ཞིག་ཅིག་སྙན་གསུང་ཞོག་གོ་ཡ་དེ་འདྲས་ང་ཚོ་ཆགས་ཡོག་རེད་དེ། དེ་ང་ཚོས་གི། སྐྱབས་མགོན་རིན་པོ་ཆེ་གི་ཐུགས་ཀི་རེ་བ་ནང་བཞིན་གི་ང་ཚོས་བསྐང་མ་ཐུབ་པའི་གི་གོ་ཁྲི་ཚོས་བསྐང་མ་ཐུབ་པའི་གི་ཞན་ཆ་ཅིག་རེད་ང་ཚོས་ཧ་གོ་གི་འདུག་ཞེས་ཞུ་གི་ཡོད་ངོས་ལེན་བྱེད་བཞག་གི་ཡོད།

ཕར་བཤད་ཚུར་བཤད་ཡོང་གི་རེད་དེ་ཡིན་པས་ཡིན་ནའི་ཀྱི་གུས་བརྩི་ལྡན་པའི་ངང་ནས་ལྟ་གྲུབ་མ་མཐུན་པ་ལ་ལྟ་སྟངས་དེ་ལ་ཡ་འཁོན་འཛིན་གྱི་རྣམ་པ་ལ་མ་ལྟ་ཡས་དེ་ཆབ་སྲིད་ཀྱི་གནད་འགག་ཅིག་ཆགས་ཀྱི་ཡོད་རེད། བོད་མི་བ་ར་གང་ལས་ཡོད་མ་རེད་ང་ཚོ་ཨ་ནི་ཁྱོད་ཁ་དང་ངའི་སྣ་སེ་བྱས་བསྡད་པ་ཡིན་ན་འཐབ་རྩོད་གོ་བ་ལེན་ས་རེད་བས་ང་ཚོ་གང་ཡང་ཡོད་མ་རེད་ང་ཚོ་ལ་ཡ་ད་ཁྱེད་རང་ཚོ་རྒྱལ་ཁབ་གཞན་དག་གི་མི་སེར་ཡིན་པ་ཡིན་ན་ནི་ང་དེའི་མི་སེར་ཡིན་ཟེར་ཡས་ཆོས་རེད་ང་ཚོ་སྐྱབས་བཅོལ་བའི་ལག་ཁྱེར་ཁྱེད་ངན་ལ་ནི་ཅིག། ཁབ་ཅིག་བཙུགས་སའི་གི་ས་ཆ་ཙམ་ཡང་ཡོད་མ་རེད་རེད་མ། དེ་འདྲས་ཅིག་བྱས་བསྡད་པ་ཡིན་ན་ང་ཚོ་གཞིས་ལུས་རྒྱ་ཆེ་མང་ཚོགས་ཀྱི་མངོན་འདོད་དང་གཞིས་ལུས་རྒྱ་ཆེ་མང་ཚོགས་ཀྱི་ཨ་ནི་བློས་བཏང་དེ་ལ་ཡང་ང་ཚོས་ག་འདྲས་བཤད་ཡ་རྒྱབ་ག་དྲི་བ་དེ་རེད་བ། ཧ་ཅང་སེམས་སྐྱོ་བོ་རེད། མང་གཙོ་ཚད་དང་ལྡན་པའི་ནང་ལོགས་ལ་ཡ་བཤད་ས་ལ་བཤད། དར་ཆ་བཅད་ས་ལ་བཅད་ཨ་ནི་དེ་ནས་ཨ་ནི་མི་དང་མིའི་འབྲེལ་བ་དེ་མུ་མཐུད་དགོས་ཀྱི་ཡོད་རེད་ང་ཚོ། དེ་ཡིན་དུས་ས་གནས་རེ་བ་ང་རང་ཚོ་ད་གཞོན་སྐྱེས་ཚོ་བརྒྱུད་ནས་ངས་ཁ་སོ་ལ་བོད་ཁུལ་ཞུ་ཡལ་ཡ། ལྟ་གྲུབ་མ་བསྟུན་པ་ཡོང་གི་རེད། རང་བཙན་དབུ་མ་དང་རང་ལྟ་རང་ཆོས་དང་ག་རེ་ཡིན་པ་ཡིན་ནི་ཀའི་ཚང་མ་ལོ་ང་རང་ཚོ་བོད་པ་གཅིག་དང་ཨ་ནེ་གཅིག་གྲུབ་ཆ་གཅིག་བོད་ལ་བདེ་སྐྱིད་ཡོང་ཡའི་ཆེད་དུ་ཡིན་བསམ་པའི་གི་འདུ་ཤེས་དེ་བཞག་པ་ཡིན་ན། ཨེ་ང་ཚོའི་སེམས་ནང་ལ་མི་དེ་ལ་འཁོན་འཛིན་ནམ་ཡང་སླེ་གི་མ་རེད། རྒྱུ་མཚན་མ་ཡིན་པའི་སྐད་ཆ་བཤད་ན་རྒྱུ་མཚན་གྱི་ཐོག་ནས་ར་སྤྲད་དགོས་ཀྱི་ཡོད་རེད་དེ། རེད་མ། བྲིས་རྩོམ་གྱི་ཐོག་ནས་དཔེ་དེ་དེབ་དེ་འདྲ་སྟོན་བྱེད་བྱེད་མ་ཡིན་པ་བཤད་ཀྱི་འདུག་ན་དེ་སྐད་དེ་ལ་ཡང་བྲིས་རྩོམ་གྱི་ཐོག་ནས་དེབ་ཀྱི་ཐོག་ནས་དེ་སྐད་ལ་ཡང་ཨ་ནི་ཁུངས་སྐྱེལ་ར་སྤྲོད་དེ་མ་བྱས་པ་ཡིན་ན་མ་འོངས་པ་ཉམས་ཞིབ་བྱེད་པའི་སྐབས་དེ་ལ་ཡང་ཨ་ནི་རྫུན་མ་དེ་རྣམ་པར་རྒྱལ་ཡས་ཀྱི་ཉེན་ཁ་ཆེན་པོ་བཞི་བོ་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ང་ཚོ་ལ་བསླབས་པ་རེད། ང་ཅེ་ནཱི་ལ་འགྲོ་བའི་སྐབས་ལ་ཡང། རྒྱལ་སྤྱིའི་གི་སློབ་སྦྱོང་བྱེད་སའི་གི་གཙོ་འཛིན་ཁོ་རང་གིས་གསུང་གི་འདུག་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་འཁྱོག་བཤད་བྱས་པའི་གི་ད་ཅིག་གནས་ཚུལ་དེ་དཔེ་དེ་ཆུ་ལོག་ནང་བཞིན་དོན་ཡོང་གི་འདུག་ཁྱེད་རང་ཚོས་གི་དེ་ལ་ཡང་ཆུ་ཚོད་བདེན་དཔང་ཐུབ་པའི་གི་གནས་ཚུལ་དེ་ནི་རེ་གཉིས་ལས་མི་འདུག་དེ་ཡི་དཀོན་པོ་ཞུ་བཞིན་འདུག། དེ་ཡིན་དུས་ཁྱེད་རང་ཚོས་ཀྱི་བདེན་པ་ཡོད་བའི་ཀྱི་དེབ་དེ་གས་དེ་མང་ཡིན་ཚེ་རྒྱལ་སྤྱིའི་ཀྱི་ཨ་ནི་མཐོ་སློབ་ཁག་རེད་ཉམས་ཞིབ་ཁང་རེད་དེ་གས་ལ་ཡ་སྤྲད་དགོས་ཀྱི་འདུག་བོ་ཞེས་བྱས་ནས་ཨ་ནི་ད་ལྟ་ང་རང་ཚོས་ཕྱི་དྲིལ་ལས་ཁུངས་ཀྱི་ཐོག་ནས་དེ་གས་མཐོ་སློབ་ཁག་ནང་ལོག་ལ་ཕུལ་ཞུ་བོ་རེད། དེ་ཡིན་དུས་ས་གནས་རེ་བ་ད་ངས་ཀྱི་མཐའ་དོན་བཤད་དེ་ག་རེ་རེད་ཟེར་ན། ད་ང་ཚོའི་གཞོན་སྐྱེས་ཚོས་ཀྱི་ད། ཁ་སུ་རེད། ལས་འགན་དེ་ཁེའི་སྒུག་གི་འདུག་གམ་སྟེ། དེ་རིང་རྣམ་པ་ཚོ་རྒྱ་ཕེབས་པ་ཡོད་རེད། རྒྱ་ཕེབས་པ་དེ་ནས་ཆོས་མི་གཅིག་གིས་ཆོས་མི་བརྒྱ་ཆེ་ཐུབ་པ་ནང་བཞིན་ཁྱེད་རང་ཚོས་ཀྱི་གོ་རྟོགས་དེ་ཕལ་ཆེ་ཆེ་ནི་གོ་རྟོགས་དེ་ཀྱིས་ཨ་ནི་སོ་སོའི་འཁྲིས་ལ་ཡོད་པའི་ཀྱི་མི་ག་ཚོད་ཀྱིས་ཨ་ནི་ལ་ཡ་གོ་རྟོགས་སྤེལ་ཐུབ་ཀྱི་འདུག་པས་དེ་ཁྱེད་རང་གིས་དེ་རིང་དེ་ལ་ཡ་ཨ་ནི་ཅིག་མཉམ་ཞུགས་བྱས་པའི་ཀྱི་གྲུབ་དོན་བཅས་ཆགས་ཀྱི་རེད་ལ་ཡ་བོད་མི་རིགས་ལ་འགན་འཁྱེར་བའི་ཀྱི་ཨ་ནི་ཅིག་རྣམ་གྲངས་བཅས་ཏན་ཏན་ཆགས་ཀྱི་རེད་བསམ་གྱི་འདུག། འགྲོ་བ། དེ་ཡིན་དུས་ས་གནས། འགོ་ཁྲིད་ཟེར་མཁན་དེ་ཡིན་གཅིག་མིན་གཅིག་ཡ་སྲིད་སྐྱོང་རུ་བཞི་དང་སྤྱི་འཐུས་རུ་བཞི་ཆ་ནས་འགོ་ཁྲིད་དེ་མ་རེད། གཞུང་འབྲེལ་མ་ཡིན་པའི་སྒྲིག་འཛུགས་སོ་སོའི་སྤྱི་ཚོགས་ནང་ལོག་ལ་ཡ་ཨ་ནི་གཅིག་གནད་དོན་གང་ཡང་རུང་པའི་ཐོག་ལ་ཡ་སོ་སོའི་གི་ཏང་དུ་གླེང་བྱས་བྱས་ནས་ཨ་ནི་གཅིག་དེ་ལ་ཡ་མཉམ་ཞུགས་བྱས་པ་ཡིན་ན་འགོ་ཁྲིད་སྐྱེད་སྲིང་དེ་དེ་ནས་འགོ་འཛུགས་འོ་ད། ཁྱིམ་ཚང་གཅིག་གི་ནང་ལ་སོ་སོའི་ཕ་མ་གེ་མགོ་ལ་ཡང་ལྟ་རྟོག་བྱས་རྗེས་དེ་ག་ལ་བྱམས་སྐྱོང་བྱས་དེ་ག་ལ་གུས་བརྩི་བྱས་པ་ནས་སྲུང་བརྩི་བྱས་ནས་ནི་ཡ་གཅིག་གོ་སྒྲིག་གི་ནུས་པ་དེ་སྐྱེད་སྲིང་འདུག་ཟེར་བྱས་བྱུང་གི་ཡོད་རེད། སོ་སོའི་ཕ་མ་བུ་རྒྱུད་ལས་ལྟ་རྟོག་མ་ཐུབ་ངེས་དེ་སྤྱི་ཚོགས་ནང་ལ་འགན་ཁུར་ངེས་དེ་ཁག་པོ་རེད་བ། དེ་ཡིན་དུས་འདུག་ཤེས་བྱའི་ང་ཚོ་ཞིག་གི་ནུས་པ་སྐྱེད་སྲིང་གི་ཐོག་ནས་ཨ་ནི། སྤྱི་ཚོགས་ནང་གི་མི་ཚང་མ་ལ་མིག་དང་ཨམ་ཅོག་དང་ཚང་མ་འདང་བྱས་བསྡད་ཡོད་རེད་བ། ཨ་མཇུག་མ་གཅིག་གོ་གི་སོད་དེ་ཨོའོ། དེ་པར་མི་འདུག་དེ་ཡིན་ནའི་འདི་དངོས་གནས་སྤྱི་ཚོགས་ནང་ལོག་ལ་འགན་འཁྱི་ངེས་ཞིག་རེད་ད། སྙེ་མ་འདི་སྐབས་ལ་ཐུག་མྱོང་འདི་སྐབས་ལས་ཐུག་མྱོང་འདི་སྐབས་ལས་ཐུག་མྱོང་འདི་ག་བ་ཡིན་ནའི་གས་ཨ་ནི་ཞིག་འགན་འཁུར་བྱེད་ངེས་ཞིག་རེད་ད། མི་བདག་མི་ཡོང་གི་རེད་སྐད་རྒྱག་པ་མ་རེད་ང་ཡོད་ཟེར་ནས་པར་རྫིག་པོ་དེ་འདྲ་བཟོས་ཅེས་བཤད་པ་ཨ་ནི་དེ་འདྲའི་གར་གོ་གི་མ་རེད། དེ་ཡིན་དུས་ཟེར་ནས་ཁྱེད་རང་ཚོ་རྒྱུས་བྱེད་བྱེད་ནས་ཨ་ནི་གང་བྱས་ངེས་པར་དུ་ག་ཚོད་ཐུབ་ཐུབ་ཀྱིས་སུ་སོ་སོ་ལ་ལས་འགན་རེ་རེ་ཡོད་རེད་ཡིན་ནའི་གས་བོད་མི་རིགས་ལ་ཡོད་པའི་གྱི་ལས་འགན་འདི་ང་ཚོའི་གི་གཡུག་ས་ཡོད་མ་རེད། རྒྱལ་ཁབ་གཞན་དག་གི་མི་ལ་ང་ཚོའི་ཚབ་བྱེད་རོགས་ཅེས་ཞུ་བ་འཐེན་ཡས་ཡོད་མ་རེད། འཛམ་བུ་གླིང་གཞན་དག་ཅིག་ནས་ཡོང་རོགས་ཅེས་བོད་ཀྱི་དཀའ་ངལ་སེལ་ཁག་ཅིག་བྱེད་ཞུ་ས་ཡོད་མ་རེད་བོད་ཀྱི་གནད་དོན་འདི་བོད་མི་རང་གིས་བྱེད་དགོས་ཀྱི་ཡོད་རེད། དེ་འདྲས་ཅིག་མ་བྱས་པ་ཡིན་ན་རེད་བ། ཨ་ནི་བོད་ལ་ཡོད་པའི་གཞིས་ལུས་རྒྱ་ཆེ་མང་ཚོགས་ཚོས་ཀྱིས་ཁོ་རང་ཚོ་ལ་ཡོད་པའི་སྲོག་བདེ་བློས་བཏང་པ་དེ་ལ་ཡང་ང་ཚོས་ཀྱིས་ད་ང་ཚོས་ག་རེ་ལན་རྒྱབ་དགའ་རེད་བ། དེ་ཡིན་ཕྱིན་མི་བྱེད་སེམས་ལ་འཁྱང་ཆུ་ཡོང་མ་རེད་ཞུ་གི་མེད་ང་རང་ཚོ་ཚང་མ་ལོ་མང་ཤེས་མཁན་ཡིན་ནས་གལ་ཏེ་དྲན་གསོས་བཏང་དགོས་ཡ་རེད་ཁྱེད་རང་ཚོ་སེམས་མཁན་ཡིན་པ་ཡིན་ནས་གལ་ཏེ་དྲན་གསོས་བཏང་བྱས་བྱས་ནས་ཚོར་བ་དེ་མ་བརླག་པ་ཡིན་ན་ཨ་ནི་བོད་ཀྱི་འཐབ་རྩོད་ཀྱི་ཆེད་དུ་ལས་ཀ་བྱེད་ཡས་ཀྱི་ཨ་ནི་སེམས་ཤུགས་དེ་ནམ་ཡང་མ་ཆག་གི་མ་རེད་ཟེར་བྱས་ངས་ཞུ་ཡས་བྱས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ད་དགུང་གྲངས་དགུ་བཅུ་ལ་ཕེབས་གྲོགས་ཡོད་དུས་ང་ཚོའི་བརྟན་བཞུགས་ཕེབས་ཆ་ཁྱེད་མཁྱེན་ཁྱེད་གསུང་མཁྱེན་ཟེར་ཏེ་བསྡད་ཀྱི་ཡོད་དུས་ང་རང་ཚོ་ང་ཡི་རྒས་ཡོལ་ཡིན་ཁྱོད་ཡི་རྒས་ཡོལ་ཡིན་ང་ལས་ཁྱད་མེད་སུ་ལས་ཁྱད་མེད་བསམ། ཁྱད་སུ་ལ་ཡོད་རེད་བས་ད་ང་རང་ཚོ་ལ་ཁྱད་མེད་ན། དེ་ཡིན་དུས་ཟེར་ནས་རེད་བ། ངའི་སེམས་ནང་ལོགས་ལ་ཡ་ད་ཅིག། ལབ་འདོད་པ་ད་མང་པོ་ཞིག་འདུག་དེ་ཡིན་ནའི་གལ་ཏེ་ངས་གེ་སྐད་ཚ་བོ་རུ་བྱས་ང་དགེ་རྒན་བྱེད་སྐྱོར་བ་སྐད་ཚ་བོ་རུ་བྱོས་རེད་དགོངས་དག་འདས་པའི་སྐད་ཆུ་འཇུ་སོབ་སོབ་རེད་པ་དེ་འདྲས་ངའི་རྒྱུད་ནས་བཤད་ཤེས་ཀྱི་མ་རེད་ད་དེ་བ་ངའི་དགེ་ཕྲུག་ཁག་ཅིག་འདུག་ཧ་གོ་གི་རེད་ཕལ་རེ་དཔེ་ཚ་བོ་རེད་དེ་ནས་དགེ་རྒན་ཡིན་པའི་གི་ཨ་ནི་ཅིག་སྤྱོད་པ་རུ་ཆིག་ལ་དེ་ཡིན་དུས་ད་ནས་ཨ་ནི་ཁྱེད་རང་ཚོ་ལ་ཡ་སྐད་ཤུགས་ཆེན་པོ་རུ་འཇུ་ཤོག་གསུངས་དེ་ཡིན་པ་ཡིན་ནའི་གི་ད་ང་ཚོ་བོད་ཀྱི་འཐབ་རྩོད་དེ། དེ་རིང་ང་ཚོའི་ལས་བྱེད་ཀྱིས་དགོངས་པ་ཞུས་པ་རེད། ཕོ་རོག་ནང་མིའི་དཀའ་ངལ་ཆེ་ཆེ་ངས་ཞུས་པ་ཡིན། ཁྱེད་རང་ནང་མིའི་དཀའ་ངལ་ཆེ་འདུག་དགོངས་པ་ཞུས་པ་རེད་ཞབས་ལོ་ཉི་ཤུ་ཟིན་པ་རེད། ཡིན་པ་ཡིན་ན་ཡང་བོད་མི་རིགས་ཀྱི་འཐབ་རྩོད་ཀྱི་འགན་འདི་ནི་འགན་ཡོད་ཞུ་ས་ཅི་ཡང་ཡོད་མ་རེད་ད། ཀྱང་སྤྱི་ཚོགས་ག་འདྲའི་ཅིག་ལ་བསྡད་ཡོད་པ་ཡིན་ནི་ཀྱི་ཁྱེད་རང་གི་ཨ་ནི་སོ་སོའི་ཀྱི་ཁ་སོ་ར་ཤེས་ཡོན་དང་ཁྱེད་རང་གི་གོ་རྟོགས་དེ་ཀྱི་ཨ་ནི་མི་ལ་ཡ་ཅིག་འགན་འཁུར་ཡོད་པའི་ལས་ཀ་བྱེད་དགོས་ཀྱི་རེད་ད་ཅེས་ངས་དེ་འདྲའི་ཡན་ཆད་བཤད་བསྡད་ཀྱི་ཡོད། དེ་ཡིན་དུས་དེ་རིང་རྣམ་པ་ཚོ་ལས་ད་ག་རང་འབོད་སྐུལ་ཞུ་ཡས་ཡིན། ཨ་ནི་ང་རང་ཚོ་ག་བ་ལ་ཡོད་པ་ཡིན་ནས་ད་ཡར་ཐོན་རྒྱལ་ཁབ་ནང་ལ་ཡོད་པ་ཡིན་ནས་ད་དངོས་གནས་སྤྲོ་ཤང་རེད། ཧང་སང་ཡས་སྤྲོ་བོ་རེད་མཐུན་རྐྱེན་ཡག་པོ་རེད་ང་ཚོའི་བཙན་བྱོལ་ནང་ལ་ཡ་སྐྱབས་བཅོལ་བའི་མིང་ཁེངས་ངེས་ཡིན་པ་ཡིན་ནས་ཀས་ད་ང་ཚོའི་གི་མི་ལོ་དྲུག་ཅུའི་ནང་ལོག་ལ་ཡ་ར་བ་ང་ཚོ་མང་པོ་མཐོང་ཚར་བ་རེད། དགེ་བཤེས་ལྷག་ཏོག་ལ་ང་ཚོ་སླབ་གྲ་གཅིག་པ་རེད་ང་ཚོ་ལ་སྒྲིག་ཆས་ཞེ་ད་ཡོག་མ་རེད། ང་ཚོ་ལ་ཡང་རོགས་རམ་ནས་རྒོད་པོ་ག་རེ་རག་པ་དེ་རེད་བ་གོ་དུང་ཆེ་ཆུང་ག་ཚོད་ཡོད་ནས་དེ་སྟབས་རྩིས་རྒྱབ་རོགས་གྲལ་བྱེད་ཀྱི་དམ་བཅས་འདུག་སུ་གོན་བྱེད་བྱེད་དེ་འདོད་ཡིན་མདོག་མདོག་བྱེད་བྱེད་རྩིས་ཐང་སྒང་ལ་འཁྲབ་དེ་ངས་དེ་འདྲ་རེད། དེ་ཁྱེད་ལ་ལྟ་ཡོང་འདོད་ས་ནས་ཞི་བ་གཅིག་སྐྱིད་པོ་རེད་ང་ཚོ། ཡིན་པ་ཡིན་ནའི་ཀས་ང་ཚོ་གནས་སྟངས་ག་ཚོད་སྐྱིད་པོ་ཡིན་པ་ཡིན་ནའི་ཀས་བོད་མི་རིགས་དང་གཞིས་ལུས་རྒྱ་ཆེ་མང་ཚོགས་ཀྱི་རེ་བ་དེ་ང་ཚོའི་ཀས་ཡ་གཅིག་མ་རྒྱབ་པ་ཡིན་ན།

ཐ་མའི་ཚིག་བཞི་དེ་ངས་འདི་ཀློག་བྱེད་ཅེས་བྱ་གི་ཡིན། དེའི་ཐོག་ལ་རྣམ་པ་ཚོས་ངེས་པར་དུ་དགོངས་པ་བཞེས་རོགས་གནང། དེ་རིང་རྣམ་པ་ཚོས་ཀྱི་དམ་བཅའ་ཅིག་ཏན་ཏན་ལེན་གྱི་རེད། དམ་བཅའ་དེ་ལེན་བྱེད་བྱས་ནས་དམ་བཅའ་དེ་མུ་མཐུད་ཡས་ཀྱི་ཐོག་ལ་ཡང་ངེས་པར་དུ་དེའི་ཚིག་རྐང་བཞི་དེ་ཁྱེད་རང་ཚོས་མ་དྲན་པ་བྱེད་ཀྱི་མ་རེད་དེ་ཡིན་དུས་ངས་དེ་ཕྱི་མ་ཞུས་ཆོག་པ་བྱེད་ཞུས་ཡ་ཡིན། Woods are lovely, dark and deep.

བོད་མི་རིགས་ཀྱི་འཐབ་རྩོད་དེ་མ་བྱས་པའི་ཆེད་ཆེད་ལས་ང་ཚོ་གོམ་པ་མདུན་སྤོས་དེ་གནང་དགོས་ཀྱི་རེད་ཟེར་བྱས་བྱས་ཡིན་དུ་བྱས་ན།